ད་ང་རང་གི་ལོ་ཚད་དེ་ཚོ་ད་ཧ་ལམ་མི་ཚད་ད་ཤི་ན་འདྲ་སྡུག་ན་འདྲ་ད་འགྱོད་པའི་ལུགས་ཡོད་རེད། ཡིན་ན་ང་ཚོ་བསམ་བློ་གཏོང་དགོས་ས་དེ་རང་རང་གི་བུ་རྒྱུད་བསམ་གཏོང་གི་ཡོད་རེད། དེ་གཅིག་དུས་ད་སོ་སོ་གི་བུ་རྒྱུད་དེ། ཡག་པོ་ཅིག་ཡོང་དགོས་ན་སློབ་གསོ་ཡག་པོ་ཅིག་ཡན་ཏན་ཅན་ཅིག་ཐོན་དགོས་རེད་མ་གཏོགས་དེ་མེད་ན་ང་ཚོ་ཡར་འགྲོ་ལུགས་ཐབས་ཤེས་ཡོད་ལ་མ་རེད། བཟང། དོན་བཟང་པོ་ལེགས་ཀྱི་ས་ཆ་ཐམས་ཅད་དུ་ཡར་རྒྱས་འགྲོ་བསྡད་ཡོད་རེད། ཨ་ནི་སྤྱི་བསར་གུང་ཐལ་ལས་ཨེ། བཀའ་འགྱུར་རེད་རིན་ལན་རེད། དེ་ག་ནང་བཞིན་གྱི་འཚོ་བ་ཆ་རྐྱེན་དེ་དག་ཉིན་རེ་ལ་ཉིན་རེ་ཇེ་ཡག། དཔེར་ན་གནའ་སྔ་མོ་འདྲ་པོ་བྱས་ན་ཨ་ནི། ང་ཚོ།

གཏོང་མང་ཅན་གྱི་མེད་པའི་ཚེ་དབྱར་ཁ་ཧང་ཅན་གྱི་མེད་པའི་ཚེ་དུས་ཁྱུང་ཅན་ཡང་མེད་པའི་ཚེ་དེ་ནས་འགྲོ་བསྡད་ཀྱི་ཡོད། སྤྱི་སྟོང་གི་བརྒྱད་ཁྲུ་བཅུ་རེ་ལྔ་རེའི་རི་དང་རི་སྣེ་ས་གཅིག་གི་སྐལ་རེད། དེའི་སྐལ་ང་ཚོ་ད་ནི་གློག་བཏང་ཡང་ཇི་ལྟར་ཕར་རེད་མོ་ཏྲ་ལ་འགོག་ཇི་ལྟར་ཕར་རེད་ང་ཚོ་ལོ་བཅུ་བདུན་ཚེ་བར་དུ་ལས་མོ་ཏྲ་མཐོང་མ་མྱོང། དེ་ནས་ད་ལོ་གཅིག་གི་ནང་ལ་ང་ཚོ་རྗེས

ད་ང་ཚོ་བོད་ལ་དེ་ག་གནང་བྱིན་གྱིས་འདིའི་མ་འོངས་པ་ཡར་རྒྱས་ཀྱི་གཏོང་གི་ན། མི་ཡན་ཏན་གྱི་མི་ན་གཏོང་ཐུབ་ཀྱི་ཡོད་མ་རེད། མི་ད་ལྟ་ཡན་ཏན་མེད་པའི་ཡིན་ན་ད་ལྟ་དེ་ནང་བཞིན་ཞིག་བསྡད་བསྡད་ཀྱི་མ་གཏོགས་ཐ་གི་མེད་པ་ཆགས་ཚར། དེ་ཅི་དུས་ད་ནིང་གི་རྡོག་རྡོག་དེ་རིགས་བཤད་དེ་ག་རེད་ཟེར་ན། བོད་དེ་ཡར་རྒྱས་གཏོང་ང་རང་ཚང་གི་སོ་སོ་གི་བུ་རྒྱལ་ལ། བརྩེ་དུང་མེད་མཁན་གྱི་དོ་ནས་ཀྱི་བསམ་པ་མི་དགའ་མཁན་གྱི་ཡོད་མ་རེད་དེ་བསམ་པ་དགའ་བརྩེ་དུང་ཡོད་ན་ཁོ་ཚོ་ཡག་པོ་གཅིག་ཡོང་གི་ཡོད་ན་བོད་སྤྱི་ཚོང་མ་དེ་ཡོན་ཏན་གྱི་སྐད་གི་འདུག་ད་བོད་སྤྱི་ཚོང་མ་དེ་ཡོན་ཏན་ཅན་གྱི་ཡོད་ན་ཨ་ནི་བོད་སྤྱི་དེ་ཚོ་ཚོང་མ་ཁོ་ར་དང་མ་འོངས་པ་འཚོ་བ་སྐྱིད་པོ་ཆགས་འགྲོ་གི་རེད་ཁྲི་བཟུང་བཞིན་མཁན། འབྲིང་ལ་སོན་བཞིན་མཁན། དཔལ་འབྱོར་བཟོ་བཞིན་མཁན། ཨ་རི་གྱི་མཐའ་མ་རོགས་རོགས་སོ་སོ་གི་ལས་ཀ་ལས་གཅིག་པ་རེད་ན་རེད་མ་རེད་ན་ཚོང་རྒྱག་ན་འདྲ་ཨ་ནི་སོ་སོ་གི་ཁེ་ལས་འདྲ་བ་ཟིན་ན་མི་འགྲན་བ་སྟོབས་ཆེན་པོ་ཆགས་ཡོང་གི་འདུག་ཨ་དེ་བྱས་ན་ཨ་ནི་སོ་སོ་ལས་འགན་སྒྲུབ་ཚར་བ་རེད་ད་ང་ཚོ་ཆེ་མཐོང་ཁག་གི་དེ་རིང་མང་པོ་ཅིག་རྒྱལ་བོད་ཡ་རྒྱལ་སྟོང་བོད་ཀྱི་མང་པོ་ལ་བསྡད་ཀྱི་ཡོད་རེད། ང་ཚོ་བོད་ཀྱི་སྤྱི་ཚོགས་འདི་ལོ་བཅོ་ལྔ་ཉེ་གི་ནང་ཡར་རྒྱས་གཏོང་གི་ན་རྒྱ་སྐད་ཀྱི་གཏོང་ཐུབ་ཀྱི་མ་རེད། བླ་མ་ཀྱི་གཏོང་ཐུབ་ཀྱི་མ་རེད་སངས་རྒྱས་ཀྱི་གཏོང་ཐུབ་ཀྱི་མ་རེད་སུ་གཅིག་གཏོང་ཐུབ་ན་རྒྱ་བལ་གཏོང་ཐུབ་ཀྱི་མ་རེད་སུ་གི་གཏོང་ཐུབ་ལེ་རེད་ང་རང་གཏོང་ཐུབ་ཀྱི་རེད་ད་ང་ཚོ་དམིགས་ན་བོད་ལོ་བཅོ་ལྔ་ཉེ་གི་འགྱོད་པ་ཀྱི་ནང་ལས་ལོ་སུམ་ཅུ་ནང་ཚད་ལས་བོད་ཡར་རྒྱས་གཏོང་བ་གཏོང་ཐུབ་མཁན་དེ་སུ་རེད་ཟེར་ན་རང་རང་སོ་སོ་རེད། རང་རང་སོ་སོ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན། དཔེར་ན་དུག་ཁ་སྐྱིད་ལ་སྤུག་ལྔ་ཡོད་ཆོག་ཅིག། ཐ་ཆུ་ཐ་ཤལ་གང་རེ་མགོ་ལ་སྤུག་ལྔ་དེ་ཚང་མ་དེ་ལྷོ་བྲག་ནང་བཤད་ཐུབ་ཡ་ཅིག། ཨ་ནེ་ལྷོ་བྲག་བསྟན་ད་རེས་བྲག་དེ་ཕྱི་ན་ལས་ཀ་རག་པ་ཞིག། དེ་ལྟར་མ་བྱུང་ན་ཡང་ཡོན་ཏན་ཆེན་པོ་ཆགས་ནས་དཔེར་ན་ཁེ་ལས་ཀྱི་ལས་ཀྱི་ནང་ཚོང་རྒྱག་གི་ན་ཨ་མི་རི་ཀ་ནང་སྤུས་དགེ་ཚོས་ཟེར་བས་སྤུས་དག་དེ་རྣམས་འཛམ་བུ་གླིང་གི་ཚོང་པ་བྱེད་ཡག་རེད། ཁྱོད་བུ་ཟེར་ཟེར་ད་ལྟ་ཕིང་གོས་བཟོ་ལེན་མཁན་དེ་རེད་དེ་ཚོ་ཚོང། དེ་ཚང་ཁོ་ཚོ་གི་ལས་ཀ་དེ་འདྲ་བོ་ཅན་གྱི་མ་བཏོན་ན་ཡང་དེ་ང་ཚོ་གྱི་དེང་སང་རྒྱ་ནང་ལ་ཁེ་ལས་པ་ཚོང་རྒྱག་མཁན་མང་པོ་ཡོད་རེད་འདི་འདྲ་བོ་ཅིག་ཆགས་སོང་ན། ད་ནས་འཛུགས་ཀྱི་སོ་སོའི་ནང་གི་སྤུ་གི་རྒྱུ་ཡིན་ན་འདྲ་ལྔ་ཡིན་ན་འདྲ་ཚོགས་མ་དེ་ཚོ་བ་སྐྱིད་པོ་ཅིག་ཆགས་ཁང་པ་རྫི་བོ་ནང་ལ་བསྡད་མོ་སྐྲ་རྫི་བོ་ཅིག་བརྡུང་ཨ་ནི་འཚོ་བ་པད་མ་སྲིད་པ་སྐྱིད་པོ་ཞིག་ཡ་ཅིག་ཆགས་ཡོང་གི་ཡོད་མིག་གི་མགོ་སྐོར་གཏོང་གི་ན་གཏོང་མི་ཐུབ་མཁན་དེ་ཆེ་བ་འདི་ད་ཕ་མ་ནང་གི་རེ་བ་དེར་འགྲོ་ཚར། ད་ལྟའི་བཟོ་བྱེད་ཀྱི་ནུས་པ་དེ་སུ་ལ་ཡོད་ལ་རེད་ཟེར་དུས་ཕ་མ་གཉིས་ལ་ཡོད་ལ་རེད། ཕ་མ་གཉིས་ལ་ཡོད་དེ་ད་བདག་གི་ལྟས་དེ་འགྲོ་སོང་ཆུང་ཆུང་གཅིག་བཏུང་ལ་ཨ་ནེ་འབྲས་བུ་ཆེན་པོ་གཅིག་བསྟན་ཡོང་གི་ཡོད་རེད་པུ་གུ་ཚུགས་མ་ལྷོད་དྲག་བཏུང་ཡ་དེ་གཅིག་བཏུང་བྱས་ན་ད་དཀའ་ལས་དེ་སྟེར་ཚེ་ཡོད་རེད་དེ་ད་དཀའ་ལས་ཡོད་ན་ང་ཚོས་དཀའ་ལས་སྤྱད་དུ་རྗེས་འགྲོ་སོང་གཅིག་དེ་ལ་བཏུང་ལ་དེང་སང་ང་ཚོ་བོད་ཀྱི་འགྲོ་སོང་མི་དགེ་ས་ཆེན་མོ་འབའ་བཏུང་མི་འདུག།

དེ་ག་ནང་བཞིན་གྱི་ཨ་ལེ་ཀྱི་མ་གི་དགོན་བསྟན་པ་འདི་ཡི་ཅི་ཅིག་མང་པོ་ཅིག་ཅིག་ལ་མ་གཏོགས་སོ་སོ་གི་དགེ་རྟགས་ཅི་ལ་བུ་རྒྱུད་སྤུ་གི་ལྷོ་སུ་ཡ་དེ་ང་ཚོ་ཡག་པོ་ཅུང་འགྲོ་སོང་གཏོང་གི་མི་འདུག་དེ་ནི་མ་ཅང་རྒྱལ་ལ་རེད་འདུག་ཡག་གི་ཕིག་ཅུན་ཐུང་ལ་རེད་འོ་ཚོང་གཉེར་རྒྱལ་ལ་རེད་འདུག་དཔེ་མ་སུས་པ་འདུག་ཅང་དེ་ཤག་དེ་ལས་རང་ཨ་ཅེ་ཞིག་འགྲོ་སོང་དེ

གཅིག་ཏུ་ང་ཚོ་དེ་གའི་སློབ་གསོ་དེ་ཡར་རྒྱས་ཡག་པོ་བྱེད་ཅིང་བསྐྱོད་ཐུབ་སོང་ན་མི་ཚང་མ་ཡན་ཏན་ཡོད་པ་དེ་ངས་ད་ལྟ་ཟེར་ཡག་སྟེ་ལོ་སུམ་ཅུ་གི་ནང་ལས་བོད་མི་མང་ཚང་མ་དེ་ཡན་ཏན་ཡག་མི་སྤྱི་ཚོགས་ཀྱི་ནང་ལྟ་ཟུར་ཐུབ་མཁན་དེ་ཕ་མ་གཉིས་མ་གཏོགས་སུ་གཅིག་ཡོད་མ་རེད། ཕ་མ་གཉིས་ཀྱི་དུ་ཀ་གཅིག་གི་ང་རོས་ཀྱི་ནང་ལས་བཟོས་དགོས་ན་དུ་ཀ་གཞན་གྱིས་ཅི་ལྟར་བཟོས་དགོས་ད་ལོ་སུམ་ཅུ་གི་ནང་ལས་བོད་ཚང་མ་ཡར་རྒྱས་འགྲོ་ཚར་ལ་རེད་དེ་ནས་ཡིན་ད་དུ་ཀ་ཆ་གཅིག་ཡོད་གཞན་གྱིས་དེ་ལས་དངུལ་གཏོང་ཚར་ཡོད་མཁན་དང་མེད་མཁན་ཡོད་ལ་སྲིད། ད་ནི་ཡུལ་མཁན་གྱིས་སོ་སོ་གི་སྤུ་གུ་ལས་གསོ་སྦྱོང་ཡག་པོ་བྱས་ལས་མེས་མཁན་གྱི་བཟའ་མ་ད་ན་ད། སྤྱི་ཚོགས་ལས་རེ་བ་བྱ་ཨ་ནི་དཀའ་སའི་དཀའ་ལས་འབྲེལ་བ་བྱས་སོ་སོ་གི་དཀའ་ལས་བརྗེད་ན་ཨ་ནི་རེད། ཐེ་བརྩ་ཚོགས་པ་ཁོ་ཚོ་ལས་རེ་བ་བརྗེད་ན་འོ་དེ་ཚོ་གི་དེ་ལས་རོགས་པ་བྱེད་ད་བོད་ཀྱི་ལ་རྒྱ་ཡོད་ངེས་ན་འགྲོ་ན་ཁ་ལག་ཚོམ་ནང་དུ་ཡོད་ན་ཨ་དེ་ཚོ་རོགས་པ་ཡག་པོ་བྱེད་ས་བ་ན་ན་དེར་ཕན་ཐོགས་ཡག་པོ་ཅིག་ཡོད། དེ་སྲིད་དུ། ད་ངས་ད་རེས་འབོད་སྐུལ་ཞུ་ཡག་གཙོ་བོའི་ཟླ་བ་གཅིག་དེ་ག་རེ་ཡིན་ཟེར་ན། ཨ། ན་རང་ཚོ་ཚང་མ་གི་སྟོབས་ད་གཅིག་སྡུད་ཀྱི་མ་རེད། ཨ། ལས་ཀ་ཨང་དང་པོ་གི་ཡ་དེ། རང་གི་བུ་རྒྱལ་དེ་ཚོ་ཡན་ཏན་ཡོད་མི་བྱེད་ཀྱིས། འགྲོ་སོང་གཏོང་དགོས་ན་དེ་ཚོ་གིས་དེ་ལ་གཏོང། དེ་ནས། ཁྱོད་ཚོ་ཡང་དེ་གིས་འགྲོ་སོང་གཏོང་སླད་འདི་ཡར་གྱིས་འགྲོ་ཡ་ཡོད་མ་རེད་བསམ་པ་བཟུང་བ་ཅིག་བྱས། ཨ་ནི་ལྷ་སྐལ་མཆོག་ནི་གསོལ་བ་དེ་གིས་ན་རང་གིས་གསོལ་བ་དེ། ཤིང་འདན་པ་ཞིག་གིས་ན་རང་གིས་འདན་ཡ་དེ་ཡིན་ན་དེ་ཡག་ཤོས་རེད་མ་གཏོགས་ང་ཅིག་འདན་རོགས་ཟེར་ཡ་དེ་དགེ་ཡ་ཅིག་མི་འདུག།